ཡེ་འཇུག་དེ་ལྟར་སྒོམ་པ་མ་དང། སངས་རྒྱས་ཆོས་དང་ཚོགས་ཀྱི་ཆོམ་རྣམས་ལ། བྱང་ཆུབ་བར་དོ་དང་ནི་སྐྱབས་སུ་མཆི་གསུང་ག་ནང་བཞིན། དེ་ནས་ཐེག་པ་ཐུན་མོང་གི་སྐྱབས་ཡུལ་སངས་རྒྱས་ཆོས་དགེ་འདུན། ཐུན་མོང་མ་ཡིན་པ་གསང་བ་རྡོ་རྗེ་ཐེག་པའི་སྐྱབས་ཡུལ་དེ་ནི་བླ་མ་ཡི་དམ་མཁའ་འགྲོ་འོད་དང་དེའི་འོད་དེ་ནི་སྐྱབས་ཡུལ་དུ་བཟུང་སྟེ།

རྗེ་བཙུན་མི་ལ་གོང་མ་འུ་སུ་མ་མི་སྡུག་པོ་ཁྲག་འདྲེ་བཏང་ས་ནི་དེ་ནས་ཨ་ནི། ད་གང་ལྟར་དེ་ཙམ་མ་ཡིན་པ་གཏིང་ནས་ད་ཡིན་ཁང་པ་ལ་སོགས་པ་ཡང་གཡུལ་རྒྱུའི་སྒོ་ནས་དེ་ནས་འཕྲོག་ས་ནི། ད་དེ་ཚོ་གི་ཅིག་གི་ལག་ཟིན་འདུག་དེ་ཚོ་ཞིག་ཟགས་ཏེ་བཀག་པ་ཡིན་ན་ཡང་གཏིང་ནས་ཨ་ཁུ་ཤིའི་གཏིང་ནས་དེ་ནི་ཨ་ནི་དེ་ཡང་འགྱོད་པ་ཧྲལ་འདྲེ་ཀེར་ཏེ། དེ་ནས་སྙིང་ཐག་པ་ནས་བཤགས་པ་བཞུགས་དེ་ནས་རྗེ་བཙུན་མི་ལ་རེ་ཟུང་སྐུ་མདུན་ནས་གདམས་ངག་བཞུགས་ཏེ་དེ་ནས་བསྒོམས་པ་བཟང་མཐར་རང་འཕྲོ་ལས་རྣལ་འབྱོར་མ་ཞིག་གྱུར་ཏེ།

ད་ངེད་རང་གི་དེ་ནས་བརྩོན་འགྲུས་དྲག་པོ་དང། དེ་ཚོ་གི་དེ་ནས་དཀའ་སྤྱད་ཨ་ལ་ཆོས་ཀྱི་ཆེད་དུ་དཀའ་བ། ཧྲ་ཏི་ཅཱ་དང་མཛའ་འདོག། ད་དེ་རྫོགས་བྱས་ནས་དེ་ནས་ང་བཞི་ཐུབ་ཆེས་མི་ལོག་ཨ་ལ། ང་བཞི་ཐུབ་ཆེས་མི་ལོག། དེ་ཚོ་བཞི་ག་དེ་ཅིག་དཀའ་བ་སྤྱད་པ་ཆོས་ཀྱི་ཆེད་དུ་ངེད་རང་ཚོ་དཀའ་བ་སྤྱད་པ་དེ་ཚོ་བཞི་བཅུ་སམ་བཅོ་ན་ཡང་དེ་ནས་ང་བཞི་ལུས་སེ་ཅང་ཁུར་ཐུབ་ཆེས་མེད་ར་ཟེར་ཏེ།

ང་ཡང་དེ་ནས་སྟོང་པ་ཉིད་དེ་དོན་ཅག་ཅིག་ཅང་མ་ཤེས་ན་ཡང་སྒོ་མ་ལྔ་ལ་རྒྱུ་རེ་ལ་ཡིད་ཆེས་སྔ་སྒོ་མ་ནས་ཡོད་པ་བཟང་དེ་ནི་ང། སྡིག་པ་ཧྲ་འདྲེ་ཟ་བ་ཅིག་འདོད་པ་ཧྲ་འདྲེ་སྐྱེས་ཟེར་རོགས་སྐྱེས་ཟེར་ན་ང་ཡིད་ཆེས་སྐྱག་སྐྱེས་འོ་ཉིད་སྡིག་པ་ཟ་ག་ནས་བཞག་སྟེ་ད་ང་སྐྱེ་ལོག་ཡོང་ན་སྐྱེ་ཆེས་མ་ལུས་མེད་སྐྱག་ཟེར་གི་ང་ཡིད་ཆེས་ཡོད་པ་བཟང་དེ་ནི་ང་རྒྱུས་པ་དེ་སྐྱེས་ཟེར་རོགས་ད་རྒྱུས་པ་དེ་སྐྱེས་བཟང་ད་ང་ཡིད་ནས་ཐར།

དེ་གོང་གསུང་ཡང་གསུང་གསུང་དུ་ཆོས་ཀུན་གྱི་རྩ་བ། དེ་ནི་རྒྱུ་འབྲས་ལ་ཡིད་ཆེས་པ། འདི་ཡིན་པས་དེ་ནི་འདི་གོང་དགེ་སྒྲུབ་ཀྱི། ཕྱག་ལེན་ལ་གཞི་བག་དང་དེ་ནི་བརྩོན་པ་གང་ཆེའོ་གསུང་སྟེ། དེ་གསུང་པ་ཙམ་དང་ཆོས་ཀུན་གྱི་རྩ་བ་དེ་གསུང་དུ་རྒྱུ་འབྲས་ལ་ཡིད་ཆེས་བྱས་ཏེ། དེའི་རྗེས་ད་ལྟའི་ང་བདག་ཅིག་ཁྱིམ་སྒོ་ཞིག་གང་ཅན་གཅིག་འདུག།

དང། གང་ལྟར། ང་ཚོ་མཐུན་པར་སྤྱི་རྒྱུ་སྐྱབས་སེ་ཟེར་ན། དེ་ནི། རྗེ་བཙུན་མི་ལ་ཉན་རང་དང་རྡོ་རྗེ་འཆང་གི་གྲུབ་པ། ཡང་ན་ཅིག་བྱང་ཆུབ་སེམས་དཔའི་གྲུབ་པ་ཞིག་ཡིན་འགྲོ་མ་གཏོགས་པ་གིས་ཨི་ཚོགས་སུ་དེ་ནི་ཆོས་སུ་བྱེད་དུ་དཀའ་བ་དྲག་པོ། དེ་ནི་ཅིག། ཆོས་ཀྱི་ཆེད་དུ་དེ་ནི་ཤོག་ཡིན་ནའང་གཏང་ཐུབ་དཀའ་ནི་དེ་ཚོ་ཞིག་བཞུགས་ཏེ་འདུག་དེ་སོང་པ་སོང། ངེད་རང་དགའ་ནས་ཡང་ཅིག་རྡོ་རིལ་ཆང་གི་གྲུ་པ་བཟོ་ཡང་ན་ཅིག་བྱ་སྤྱོད་ཟིན་པའི་གྲུ་པ་ཞིག་ཡིན་འགྲོ་སྲིད་གྲུ་པ་ཡིན་ཟེར་ཏེ། ཁོང་ལ་དྲི་བ་ཞིག་བསྐྱག་པ། དྲི་བ། བརྗོད་ཅིག་ཨོ། ང་སྲིད་གྲུ་པ་ཡིན་ཅང་ཧ་མ་གོ། ཁྱོད་རང་ངོ་ལ་ད་རྡོ་རིལ་ཆང་དང་བྱ་སྤྱོད་ཟིན་པའི་གྲུ་པ་དུ་མཐོང་བྱས་ཚེ་ཁྱོད་རང་ངོ་ལ་དག་སྣང་ཡང་ན། ཁྱོད་རང་ངོ་ལ་དེ་དང་དེ་ཟེར་བྱིན་རླབས་འཇུག་བྱེད་ཟེར་དེ་ནི་ཅི་དང་དེ་འདྲ་ཞིག་ཡོད་བསྐྱག་ཡིན་ན་ཡང། དེ་ནི། ཁྱོད་རང་ངོ་ལ་དེ།

མཚན་མ་ལ་དེ་ནི་ཅིག། གོ། ཅེས་བཞག་པ་དམ་པའི་ཆོས་སུ་ཡང་དག་པ་ཞིག་ཉམས་སུ་བླངས་ན་ཁོ་དེ་ནི་དར་གྱི་ཟེ་གོ་ནུས་པ་ཞིག་ཡོད་སྐྱག་པ་ཡིན་ན་ཡང་ང་དང་དེ་ནི། དེའི་ཟེ་ནུས་པ་དེ་བསམ་བློ་མ་དང་གོ་ཅི་ཅི་ཅིའི་འཁྲུལ་པ་ཡིན་འགྲོ་ཟེར་ཚོ་དེ་ཚོས་ཀྱི་ང་དང་ཟེར་དང་ལ་མ་ནི་ཆོས་ལ་ཡིད་ཆེས་མེད་ག་ནི། དེ་ཚོ་ཞིག་རྒྱུར་ཆ་ལོག་དེ་ཚོ་འགོ་ཚ་ཁྱོད་རང་ངོ་ནི་དེ་ཚོ། མ་བསམ། ཅེས་ཟེར་ན་དགའ་བ་ང་དང་གཙུག་ཅིག་སྡིག་ཅན་མི་སྡིག་ཅན་ཞིག་ཡིན་ན་ཡང་ཆོས་ཉམས་སུ་ལེན་ན་ཆོས་དེ་ཡང་དེ་ནས་ང་དང་གཅིག་སྡིག་པ་དེ་ལས་ཐར་ཅིག་དང་ཁམས་གསུམ་འཁོར་བ་དེ་ལས་ཐར་ཅིག་སངས་རྒྱས་སུ་གོ་འཕང་ཐོབ་ཅིག་ཟེར་ནུས་པ་སེམས་ཀྱི་མེས་ཁྱབ་པ་ཡོད་ཀྱང་དེ་སོང་གོ་སོང། ཨོ། དེ་ནས་གཅིག། བུད་མེད་ཅན་ཟ་ཁར་སྒྲུབ་པ་ཉམས་ལེན་སྤྱོད་ཚེ་དྲག་པོ་ཞིག་སྦི་ཡང་ཅིག་སྐྱོན་རང་ངོ་ནས་དེ་ལྟ་དེ་ཚེ་འཁྲུལ་པ་ཞིག་ཡིན་འགྲོ་མ་གཏོགས་ཡིད་གཟུགས་ཐུབ་ཅི་མེད་རྐྱང་བསམ་གྱིས་ནས་དེ་ཚོའི་བསམ་བློ་འདི་མ་འདང་བསྐྱེད་ཟེར་ན་ཨོ་ཁྱོད་ལ་མི་སོ་བསམ་གྱིས་མི་ཁྱབ་པ་ཡོད་པར་བསམ་ཁོ་མི་སོ་སོ་སྐྱེ་བོ་ཞིག་ཡིན་ན་ཡང་ཁྱོད་ཉམས་སུ་ལེན་ན་སངས་རྒྱས་སྒྲུབ་ཐུབ་ཅི་ཡོད་རྒྱབ་ཨོ་དེ་སོང་བར་བསམ་ཁྱོད་རང་ངོ་ནས་དེ་ཚོ་གིས་དེ་ནས།

བྱུང་སྟེ་དེའི་རྗེས་སུ་ཡང་ངའི་བུ་སློབ་གཞན་མང་པོའང་དེ་གཟིགས་ནས་ཡང་མང་པོ་བྱུང་སྐབས། དེ་སོང་པ་སོང་ད་ངའི་སྟན་པ་བོ་ལ་ངའི་སྟན་པ་བོ་དེ་ནི་མི་མ་ཡིན་ནང་ནས་ཚེ་རིང་ངའི་གཞུང་བྱས་འདུག་དེ་ནི་མི་ཟེར་ནང་ནས་དེ་ནི་ཨུས་པ་དོན་པ་ཨ་ཨུས་པ་དོན་པ་ཟེར་ན་དྭགས་པོ་རིན་པོ་ཆེ་ཡིན་ལ་ང་དང་བཀར་རྒྱུད་དེ་ནི་བཀར་རྒྱུད་ཀུན་གྱི་གཙུག་རྒྱན་སྒམ་པོ་པ་ཟེར་བའི།

ད་དེ་གཉིས་དང་དེ་ནས་དེ་མ་ཡིན་པའི་དེ་ནས་གནས་སུ་གང་དང་གང་དུ་ཉེ་ལ་ཡང་སྒྲུབ་པ་མཛད་པའི་སྣོད་བཅུད་ཀྱང། དེ་ནས་རྒྱུད་ཚང་མི་ལ་རས་པའི་གཡུར་མོ་གངས་ར་དང་དེ་སྣ་ཚོགས་ལ་དེ་ནས་ཡོངས་སུ་གྲགས་པ་ཕྱི་ཡི་རྫོང་དྲུག་དང་མ་གྲགས་པ་ནང་གི་རྫོང་དྲུག་དང་གསང་བའི་རྫོང་དྲུག་སྟེ་བཅོ་བརྒྱད། ཡང་རྫོང་གཉིས་དང་ཉི་ཤུ།

ཨ་གཞན་ཡང་དེ་ནི་ཕུག་པ། ཁྲ་ལ་ཕྲན་བུ་དེ་གཟུགས་དང་རི་ཁྲོད་གཡོན་པ་མཐུན་རྐྱེན། འཛོམ་པ་རྣམས་སུ་དེ་ནི་གཅིག། བསྒོམ་པ་སངས་ཏེ་ཀ་དེ་ནི་བསྒོམ་བྱ་སྒོམ་བྱེད་སྒོམ་ཁང་རྫས་ཚོགས་དེ་ཚོས་འཁོར་གསུམ་དམིགས་པ་མེད་པ་གཅིག་ཏུ་འདྲེས་ནས་དེ་ནི་བསྒོམ་མི་ཤེས་པ་དེ་ཚོ་ཞིག་འདུག་གསུངས་ཀྱང། དེ་ནི་ཡང་ར་ཆུང་གི་བཞུགས་སྒར་དག་རྗེ་བཙུན། བླ་མ་རིན་པོ་ཆེ་ཉན་རང།

ཕྱིན་ཅི་མ་ལོག་པའི་གོ་བ་དང། དེ་སྣ་ཚོགས་ལ་མྱོང་བ། འདྲེས་པ་ཅུང་ཟད་ཅིག། ང་ཅག་དམ་པ་ཐོབ། དེ་སོང་བསམ་ང་ཅག་སེམས་མ་སྐྱིད་པོ་རག། སེམས་མ་བདེ་མོ་རག། དེ་སོང་བསམ་ང་ཅག་བཀའ་དྲིན་ཆེ་ཞུ་བྱེད་ཟིན། ངེད་རང་གི་བཀའ་དྲིན་ལ་གང་ལྟར་ང་ཅག་དེ་ནས་ཕྱིན་ཅི་མ་ལོག་པའི་གོ་བ་དང་མྱོང་བ།

བྲག་དཀར་ད་གཟོད་དབུ་མ་རྫོང། སྨིན་སྐྱུག་གྲིབ་མ་རྫོང། ལིང་པ་བྲག་དམར་རྫོང། རང་མ་བྱང་ཆུབ་རྫོང། སྐྱང་ཕན་ནམ་མཁའ་རྫོང། བྲག་སྐྱ་རྡོ་རྗེ་རྫོང། ཨོ་ད་དེ་དགུ་ནི་དེ་ནི་ཕྱིའི་རྫོང་དྲུག་གི་སྟེང་ཡིན་གསུངས་ཀྱང། ད་མ་གྲགས་པ་ནང་གི་རྫོང་དྲུག་གི་སྤྱི་ཡིན་ཟེར་ན། ཁྱུང་ལུང་ཁྱུང་སྐྱིད་རྫོང་དང། སྐྱིད་པ་ཉི་མ་རྫོང། ཁུ་བྱུག་དབེན་པ་རྫོང། ཤེལ་ཕུག་ཆུ་ཤིང་རྫོང། བེ་རྩེ་འདོད་ཡོན་རྫོང། རྩིག་པ་རྐང་མཐིལ་རྫོང། དེ་ཀུན་ད་མ་གྲགས་པ་ནགས་ཀྱི་རྫོང་དྲུག་ཟེར་མཁན་པོ་དེ་ཡིན་གསུངས་ཀྱང། ད་གསང་བའི་རྫོང་དྲུག་དེ་ཅི་ཡིན་ཟེར་ན། རྒྱབ་བྲག་ནམ་མཁའ་རྫོང། སྟག་ཕུག་སེང་གེ་རྫོང། ད་སྟག་ཕུག་སེང་གེ་རྫོང་དེ། ཕལ་ཆེར་ནེ་པ་ལ་ཡོད་པའི་ནི། ད་ས་ཁུག་སེང་གེ་རྫོང། འབའ་ཕུག་ནག་མོ་རྫོང། ལ་ཕུག་པདྨ་རྫོང། གླང་ཁུ་ཀླུ་བདུད་རྫོང། ཁྲོ་རྒྱལ་རྡོ་རྗེ་རྫོང། ད་ལྟེ་ཧུན་སང་བའི་རྫོང་དྲུག་སྟེ་དེ་ཡིན་གསུངས་ཀྱང། ཡང་རྫོང་གཉིས་སྡེ་ཅིང་ཟེར་ན་སྐྱིད་ཕུག་ཉི་མ་རྫོང་དང་སྤོ་ཐོ་ནམ་མཁའ་རྫོང་གཉིས་ཡིན་གསུངས་འདུག་ད་ཡོངས་སུ་གྲགས་པའི་ཕུག་ཆེན་བཞི་ཅིང་ཟེར་ན་གཉའ་ནང་གི་བྲོ་ཐོ་ཕུག་དང་ལ་ཕྱི་ཡི་རྡོ་རྡུལ་ཕུག་དྲིན་གྱི་འབྲི་སྐྱེས་ཕུག་ཏི་སེ་ཡི་རྫུ་འཕྲུལ་ཕུག་རྣམས་ཡིན་རྫུ་འཕྲུལ་ཕུག་རྣམས་ད་དེ་ནས་ཡོངས་སུ་གྲགས་པའི་ཕུག་ཆེན་བཞི་དེ་ཡིན་གསུངས་འདུག་དེ་ནས།

སྐུ་ཐང་གི་དེ་ནས་ཕུག་རོན་ཕུག་ད་བའི་སྐུ་ཐང་གི་ཕུག་རོན་ཕུག་ཟེར་ཟེར་ཏེ་ཕར་ཆེར་ཡང་ནེ་པ་ལ་ནང་ཡོད་ཆེད་དུ་དག་ཚང་ང་ད་རྒྱ་ལ་ཆ་ན་རྒྱ་ལ་ཆ་ཆེ་ཟེར་དེ་ཡོད་ཆེད་དུ་གང་ལྟར་ཅེས་བཞག་རྒྱ་ལ་ཆ་ཐུབ་ཆེད་ཟེར་ཆེད་དུ།

ཨོ་ད་དེ་སོང་པ་སོང་དེ་ནི་ང་དང་ཅིག་ཐ་ན་ཚང་མ་ཅིག་ཆ་གཅིག་ཟེར་ང་དང་གོ་སྐབས་དཀར་བ་ཞིག་མེད་ན་ཡང་དེ་ནི་ལྟ་ས་ཆ་གཅིག་ཆ་དུ་གཅིག་ཟེར་དེ་ནི་སྐར་བ་ང་དང་ནེ་པ་ལ་ཡོད་སྐར་ནག་དེ་ནི་དེ་ག་སོང་དེ་ཅིག་ད་ལོ་མང་པོ་བདག་དང་ཐུག་ན་ཡང་ཅིག་ཟླ་བ་རྫོགས་དེ་ཡང་བདག་དང་ཐུག་ན་ཧབ་ད་རྫོགས། ཅིག་དེ་ནི་ང་དང་དེ་ག་ད་དེ་མཉམ་མིན་ཆོས་དེ་དེ་ལུགས་སྤྱོད་ན་དེ་ནི་རྒྱུ་མཚན་མི་ལོ་རེས་པ་ཁོང་རེ་ཟུང་དོ། ད་དེ་ག་ཁྱོད་རང་ངོ་མི་འགྲུབ་པ་མཉམ་མིན་སྤྱོད་ན་དེ་ནི་དེ་ག་རྒྱུ་དཔེ་ཅི་ལབ་ཡང་འཇུག་ཅིས་ཡོད་གསུངས་ཏེ་དེ་ག་སྒོམ་གསུངས་དོ། དེ་སོང་ཁོ་ཚང་ལྟ་བསྡད་ལ་དེ་ནི་ང་དང། ཁོང་རང་གཞན་ལས་གསུངས་པ་སོགས་དེ་ནི་བྱིན་རླབས་ཡོད་མེད་སྨྲ་ནས་དེ་ཚོ་མི་དགའ་ཡ་རེད།

སྡུག་བསྔལ་འཁོར་འདི་དག་ནི། སྙིང་རུས་བཅོས་ཏེ། དེ་ནས་སྒོམ་ཉམས་མེད། གཡོ་མེད་དོ། ཅིང་མི་མེད། དེ་ནས་ཅིང་ལུང་སྟོང་ཟིན་ལ་དང་མི་མེད་ལུང་སྟོང་དང། རི་ལ་རི་དང་བྲག་ཕུག་ལ་སོགས་པ་ལ་སྒོམ་མིན་བཙལ་ཏེ་དེ་ནས་རྗེ་བཙུན་མི་ལ་ལ་སོགས་པ་དམ་ཅན་བོར་ཀྱང། དེ་ནས་བཟུང་ལ་ད་མི་མ་ཡིན་ནི་དེ་ནི། འོ་ད་ཅིག་དེ་ག་འཛོམས་དེའོ་ཀ་ནུ་ནི། འོ་དེ་ནི་རྗེ་བཙུན་མི་ལ་རེ་སོ་ཉེ་རང་ཡང་བསྟན་པ་ང་ཅིག་ཧྲུང་མཛད་དེ་ཁ་སང་དམ་བཅའ་བཅོས་ཟེར། དེ་ནས་བཟུང་ལ་ད་ཉལ་མ་བུ་ནི། ད་ཉལ་མ་ཟེར་ནི་དག་ས་ཁོང་དུ་བཞུགས་ད་ནང་ཅིག་སྦྱིན་བདག་ཟེར་དེ་ན་སྦྱིན་བདག། འཚོ་བ་ཕུལ་གྱི་ནི་སྦྱིན་དགག་སྦྱིན་བདག་གོ། ད་ཁོང་བོ་ནི་ནང་ནས་བསྐྱངས་ནི་དེ་ནི། ད་རབ་འབྲིང་ད་སུམ་ཉིག་པའི་ན་རབ་བོ་ནི་ད་ཚེ་འདི་བློས་བཏང་སྟེ་དེ་ནི་རྗེ་བཙུན་མི་ལ་རེ་སོ་ཁོང་ཡང་ཡབ་བཤད་བགྲང་སྟེ་དེ་ནི་གདམས་ངག་ཉམས་ལེན་རྣམས་བསྒོམས་ཏེ།

ངོ་ད་ལྟའི་མ་ལགས་དབྱིས་སྐོར་ཚོ་དེའང་དེ་ནས་རྒྱས་པར་རྒྱས་པར་བྱ་རྒྱུ་དེའང་སྐོར་ཚོ་ཆེན་མོ་གསུམ་འདུག་ཨ་ལས་སྐོར་ཚོ་ཆེན་མོ་གསུམ་གྱིས་ལགས་ཞུ་ན་ད་ཅིག་མི་མང་རྣམས་ཀྱི་ཐོས་བསམ་པ་དམ་ལ་བཏགས་པའི་སྐོར་དང་གཅིག་དེ་ནི་བཀའ་གདམས་ཐུགས་ཧྲལ་རྣམས་སྨིན་གྲོལ་ལ་བཀོད་པའི་སྐོར་ཚོ་དང་གཉིས་ཁ་འཐོར་བའི་ཉམས་བུ་སློབ་ལ་དེ་ནས་སྣ་ཚོགས་པའི་ཆོས་སྐོར་བསྐོར་བའི་སྐོར་ཚོ། རྣམ་པ་གསུམ། འོ་ད་དེའི་ཚོགས་སོགས་སྐོར་ཚོགས་རྣམ་པ་གསུམ་ཡིན་དགོངས་ནས་ད་རྒྱ་ཚོགས་ཧ་ཤ་ཅན་རང་ཡ་ར་ཡིན་འདོད་ལ། འོ་ད་ཡིན་འདོད་ལ་ཉིན་ལྔ་ཙམ་དེ་ནས་ཐོ་རེ་གུ་ལེ་གུ་ལེ་བྱོན། དེ་ནས་དེ་གཉིས་ཀ་སྦོར་ཙམ་ན། དེ་ནས་བསོད་ནམས་འདི་ཐམས་ཅད་གཟིགས་པ་ཉིད་ཐོབ་ནས་ཉེས་པའི་དགྲ་རྣམས་ཕམ་བྱ། སྐྱེ་རྒ་ན་འཆི་འབའ་ཀློང་འཕྲོག་པའི་ཧྲིག་ཏུ་མཚོ་ལས་འགྲོ་བ་འགྲོ་བར་ཤོག། གསུང་གི་སྣང་བཞིན་དེ་ནས་ང་དང་བཅས། རྗེ་བཙུན་མི་ལ་རས་སུ་རྣམ་ཐར་ཉམས་པ་དང་ཤར་པ་ལ་སོགས་པའི་ཉེ་བའི་རྩ་བ་འདི་ཡིས་ཐིམ་ཅིང་བསྟན་པ་དང། སེམས་ཅན་ལ་ཕན་ཐོགས་པའི་རྫོགས་པའི་སངས་རྒྱས་ཟད་པ་དབང་སྒྲུབ་པའི་ཆེད་དུ་ཡོངས་སུ་བསྔོ་བར་བགྱིའོ་བསམས་ཏེ་འོག་ཏུ་དེ་ཚོགས་ཀྱི་བསྔོ་བ་ཙམ་ཡང་བརྗོད།